བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་གཞིས་ཆགས་དགུན་ཆབ་མཛོད་རྩ་བ། སློབ་ཚན་ཉེར་དྲུག་པ། གསང་སྔགས་ཀྱི་བཀའ་བསྡུ་ཟེར་བ་འདི་བསྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་ཡ་ཡིན། བཤད་བཅོས་རྣལ་འབྱོར་རྒྱུད་རྣམས་སུམ་རྩེན་སྤྱང། སྤྱང་ལོ་ཅན་དུ་ཕྱག་ན་རྡོར་གྱིས་བསྡུས། ད་འདིའི་དོན་དག་ག་རེ་རེད་ལབ་པ་ཡིན་ན་སྒང་དུ་ཐུན་མོང་བའི་བཀའ་བསྡུ་བྱས་པ་དང། དག་ཆེན་གྱི་རྒྱུ་ཕ་རོལ་ཏུ་ཕྱིན་པའི་སྐལ་དུ་བྱེད་པ། དག་ཆེན་གྱི་བསྟན་པ་ནུས་པའི་ཚད་བྱེད་པ། དེ་དག་ཚར་ནས་སྐབས་འདི་ལ་གསང་སྔགས་ཀྱི་སྐལ་དུ་བྱེད་པའི་སྐབས་རེད། དེ་ལ་གསང་སྔགས་ལ་བཅའ་བའི་རྒྱུ་དང་བསྐྱོད་པའི་རྒྱུ། རྣལ་འབྱོར་རྒྱུ་རྣལ་འབྱོར་བླ་ན་མེད་པའི་རྒྱུ་ཟེར་ནས་རྒྱུ་སྡེ་བཞི་ཡོད་པ་རེད། དེའི་ནང་ལོགས་ཀྱི་དང་པོ་གསུམ་གྱི་སྐོར་གསུང་གི་ཡོད་པ་རེད། དང་པོ་གསུམ་དེ་བཅའ་རྒྱུ། སྤྱོད་རྒྱུ། གནང་རྒྱུར་རྒྱུ། དེ་གསུམ་རེད། དེ་གསུམ་གྱི་གག་བསྡུར་དེ་གནས་གང་དུ་བྱས་པ་རེད་ལབ་ན་ལྷ་ཡི་གནས་སུམ་བཅུ་རྩ་གསུམ་གྱི་གནས་ཀྱི་མཐའ། སུམ་བཅུ་རྩ་གསུམ་གྱི་གནས་ཀྱི་མཐའ། རིའི་རྒྱལ་པོ་རི་རབ་ཀྱི་ཆང་གི་ཕྱོགས། ལྕང་ལོ་གྱེན་ཟེར་བ་དེ། གསང་བདག་ཕྱག་ན་རྡོ་རྗེ་གི་བཞུགས་ཡུལ་གསང་བདག་ཕྱག་ན་རྡོ་རྗེ་གི་གནས་ཡིན་པ་རེད། དེ་རུ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་དང། བྱང་ཆུབ་སེམས་དཔའ་རྡོ་རྗེ་ཆུ་ལ་སོགས་པ་བྱང་ཆུབ་སེམས་དཔའ་མང་པོ་འཛོམས་ནས་དེ་དག་གི་སྟོད་སྐུ་ཡང་ན་དེ་དག་གི་བླ་སྐུའི་བརྩེགས་པའི་ཁྲི་ཡི་སྟེང་དུ་གསང་བདག་ཕྱག་ན་རྡོ་རྗེ་བཞུགས་ཏེ། བཅད་རྗེས་སྐྱོད་རྒྱུ་སྣ་འགྱུར་རྒྱུ་རྣམས་བསྡུ་བ་རེད། དོན་དག་མདོར་བསྡུ་ན་དེ་འདྲ་ཞིག་རེད། སྤྱིར་བཏང་གསང་སྔགས་རྒྱུད་སྡེ་བཞི། ག་འདྲ་ཞིག་ཡིན་ན་ཡང་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་ཉམས་ལེན་གྱི་གཙོ་བོ་ཡིན་པ་རེད། བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་གཞིར་བཞག་པའི་སྟངས་དུ་བྱ་རྒྱུད་ཀྱི་ཐུན་མོང་མ་ཡིན་པའི་བྱ་ཆུ་ལྟ་བུ་དེ་ག་འདྲ་ཞིག་རེད་ཟེར་བ་ཡིན་ན་གནས་ཁང་ལ་གཙང་སྦྲ་བྱེད་པ་དང་ལུས་དང་ངག་གི་བྱ་བ་དང་སྤྱོད་པ་དེ་ཚོ་གཙང་མ་བྱེད་པ། ལུས་ཀྱི་སྒོ་ནས་ཁྲུས་བྱེད་པ་དང་ཁུ་བྲུ་བ། གནས་ཁང་ཕྱི་དོར་བྱེད་པ་ལ་སོགས་པ། ད་ནི་ངག་གི་སྒོ་ནས་ངག་གི་དམ་ཚིག། རྫུན་མི་སྨྲ་བ་ལ་སོགས་པ། ལུས་ངག་གིས་ཅི་བྱ་བ་སྤྱོད་པ། ཨོ་དེ་གཙོ་བོའི་བྱེད་པ། དེ་འདྲ་ཅིག་ལ་བྱ་རྒྱུད་ཟེར་གྱི་རེད། དེ་ནི་བྱ་རྒྱུད་ཀྱི་བྱ་བྱེད་གཞན་པ་ཅིག་སྟེ། རང་ཉིད་ཀྱི་མདུན་ལ་ལྷ་བསྒོམ་པ་ཡོད་པ་ཡང་ན་རང་ཉིད་ཀྱི་རང་ཉིད་ཀྱི་སྟེང་ཕྱོགས་ལ་ལྷ་བསྒོམ་པ་ཡོད་པ་ལས་རང་ཉིད་ལྷ་རུ་བསྒོམ་པ་མེད་པ། ཨོ་དེ་འདྲ་ཅིག་ཡིན་པ་རེད། སྐྱོབ་པའི་རྒྱུད་ལ་ཡང། བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་གཤིས་ལ་བཞག་པའི་སྟེང་དུ་ཕྱི་ཡི་སྤྱོད་པ། ཁྲུས་དང་གཙང་སྦྲ་ལ་སོགས་པ་དང་ནང་གི་རྣལ་འབྱོར་ཏིང་ངེ་འཛིན་གཉིས་ཆ་མཉམ་པོ་བྱེད་པ། ཉམས་ལེན་བྱེད་པའི་སྐབས་སུ། བདག་ཉིད་རང་ཉིད་མདུན་དུ་ལྷ་བསྒོམ་པ་ཡོད་པ་མ་ཟད་རང་ཉིད་ཀྱང་ལྷ་རུ་བསྒོམ་པ་ཡོད་པ། དེ་འདྲ་གཅིག་ལ་སྐྱོབ་པའི་རྒྱུ་ཟེར་ལབ་ཀི་རེད། དེ་ནི་རྣལ་འབྱོར་རྒྱུ་དེའི་ཁྱད་ཆོས་ཡིན་ན། བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་གཞི་ལ་བཞག་པའི་སྟངས་དུ་ཕྱི་ཡི་སྤྱོད་པ་དང་ནང་གི་རྣལ་འབྱོར་ཉིད་ཀྱི་ནང་ནས་ནང་གི་རྣལ་འབྱོར་གཙོ་བོ་བྱེད་པ་དེ་ཡི་བྱ་བའི་རྒྱུ་དང། སྤྱོད་པའི་རྒྱུ། རྣལ་འབྱོར་རྒྱུད་གསུམ་གྱི་ཁྱད་ཆོས་མདོར་བསྡུས། རགས་པ་ཅིག་བཤད་པ་རེད། དེ་ལས་གཞན་པའི་ཁྱད་ཆོས་གཏིང་ཟབ་མོ་རྒྱ་ཆེན་པོ་དེ་འདྲ་མང་པོ་བཤད་ཡོད་པ་རེད། གསང་སྔགས་ཀྱི་བཀའ་བསྡུ་མཛད་སའི་གནས་ལྕང་ལོ་ཅན་ཟེར་བ་དེ་སྤྱིར་བཏང་ལྕང་ལོ་ཟེར་སླ་བ་ཡིན་ན་རལ་བ། ང་ཚོ་མགོ་ལ་ཡོད་པའི་རལ་བ་གི་མིང་ལ་ཡང་ལྕང་ལོ་ཟེར་གྱི་ཡོད་པ་རེད། སྐབས་འདི་ལ་ལྕང་ལོ་ཅན་ཟེར་ལབ་དུ་གསང་བདག་ཕྱག་ན་རྡོར་སྐྱིད་ཀྱི་བཞུགས་གནས་ཡང་ན་གསང་བདག་ཕྱག་ན་རྡོར་སྐྱིད་ཀྱི་ཞིང་ཁམས་ལ་ལྕང་ལོ་སྦྱིན་ཟེར་གྱི་ཡོད་པ་རེད། ང་ཚོ་གཞུང་མང་པོའི་ནང་ལོགས་ལ་ལྕང་སྐྱོགས་ལྕང་ལོ་སྦྱིན་ཟེར་དེ་འདྲ་གསུང་གི་ཡོད་པ་རེད།